ད་ང་ང་གཉིས་ཀྱི་དྲི་བ་འདི་ཁྱོད་ཚོ་ལ་དོགས་འདྲི་ཡོད་པ་ནང་བཞིན་ད་ཆགས་སྲིད་ཀྱི་མ་རེད་ཡིན་པ་ཡིན་ན་ཡང་ད་ང་རང་ཚོས་དོགས་འདྲི་གང་ཡོད་པ་དེ་དགེ་ལགས་ལ་དྲིས་ར་ཨ་ན་དགེ་ལགས་ཀྱིས་ལན་ཕུལ་རེད་ཨ་ནས་འོ་དེ་འདྲས་འགྲོ་ཅིག་བྱེད་དགོས་བསམ་ཟེར་ར་འོ་དེ་གོ་ཚོད་ཡིན་ཨ་ནས་དང་པོ་དེ་ལ་ང་ཚོ་དལ་བ་བརྒྱད་ཡོད་རེད་ལ་ནས་དང་པོ་ང་ཚོ་སྦྱང་ཚར་རེད་ར་ད་དལ་བ་བརྒྱད་དེ་ག་རེ་རེད་ལབ་པ་ཡིན་ན། འདི་ར། དམྱལ་བ་ལ་མ་སྐྱེས་པ། ནི་ཡི་དྭགས་ལ་མ་སྐྱེས་པ། དུད་འགྲོ་ལ་མ་སྐྱེས་པ། ལྷ་ཚ། ལྷ་ཚེ་རིང་པོ་ལ་མ་སྐྱེས་པ། ཀླ་ཀློ་ལ་མ་སྐྱེས་པ། ལོག་ལྟ་ཅན་ལ་མ་སྐྱེས་པ། སངས་རྒྱས་མ་བྱོན་པའི་གླིང་ལ་མ་སྐྱེས་པ། གླེན་ལྐུགས་ལ་མ་སྐྱེས་པ། འདི་ཚོ་སྐྱེ་ར། ད་འདི་གང་ལ་ང་ཚོ། ཚེ་དབང་ལ་དོགས་འདྲི་ཡོད་རེད་ང་ལ་ཡང་ཡོད་ར་བ། དེ་ནང་བཞིན་དགེ་ལགས་ལ་དྲི་བ་དྲན་ཡིན། དགེ་ལགས་ཀྱིས་ལན་ཞིག་གནང་རོགས་གནང།

ཕྱིས་འབྲི་གཡག་གི་དེ་ཚད་ཁམས་པ། ད་དཔེར་ན་དམྱལ་བ་འདྲ་བོ་ཅིག་ལ་ཤེས་སོང་ན་ད་དཔེ་གཅིག་ལ་བཞག་ན་གཞན་པ་ཚོ་ཁོ་མ་གོ་འགྲོ་གི་རེད་བསམ་གི་འདུག་དམྱལ་བ་ལ་ཤེས་སོང་ན་དམྱལ་བ་ལ་སྡུག་བསྔལ་ག་རེ་ཡོད་ཟེར་ན་ཚ་གྲང་གི་སྡུག་བསྔལ་ཡོད་རེད་བ། བྱས་ཙང་དམྱལ་བ་ལ་ཚ་གྲང་གི་སྡུག་བསྔལ་ད་ཉིན་ཚེ་ཀུན་ཏུ་མྱང་བསྡད་དགོས་བ་ཡིན་ཚེ་ནི་དེའི་དཔའ་རོགས་ལ་ཕྱིས་བཟང་ཡག་གི་སྲོག་ལོ་འཁོར་བ། མདོ་དེ་ཚད་འཁོར་བ། ཨ་ནི་ཁམས་པ་ཡོད་མ་རེད་ཟེར་བ་རེད། བྱས་ཙང་དེ་འདྲ་ཡིན་ཚེ་ནི་དམྱལ་བ་ལ་མ་ཤེས་པ་ཡིན་ན

བྱས་ཙང་ཡིན་ན་ཡང་དག་ལས་དམྱལ་བ་ག་སྲིད་དམྱལ་བ་ལ་ཤེས་པ་ཡིན་ན་ཡང་དམྱལ་བ་ལ་ཤེས་བྱས་ད་ལོ་ས་ཡ་མང་པོ་འགོ་བྱས་ནས་ཡང་དེ་གི་ལས་དེ་གི་ལས་དེ་གི་སྣང་མ་ཅི་འདྲ་བོ་དེ་ཟད་འགྲོ་དེ་ག་ས་ལ་ཡང་སྔ་མ་ལ་དགེ་བའི་ལས་འདྲ་བོ་དེ་འདྲའི་བཤད་དེ་ཡོད་རེད་བ་འོ་དེའི་དབང་གིས་ཡང་བདེ་འགྲོ་ལ་ཤེས་ཡག་གི་གོ་སྐབས་དེ་འདྲ་ཡོད་རེད་ཟེར་བ་རེད། བྱས་ཚར། ད་ང་ཚོ་སྔས་མ་ལ་དམྱལ་བ་ལ་གྲངས་མེད་པ་ཤེས་ཚར་རེད། དམྱལ་བ་གྲངས་མེད་པ་ཤེས་ཚར་རེད། སྡུག་བསྔལ་གྲངས་མེད་པ་མྱངས་ཚར་རེད། ད་དེ་ཚོ་གི་སྣང་མེད་ཀྱི་འབྲས་བུ་དཔེར་ན། དཔེ་ཤག་ཏུ་མ་བཟོས་ན། གོང་མ་ས་ཡ་བྱེ་ཡས་ན་དེ་བེད་སྤྱད་བཏང་ནས་རྫོགས་འགྲོ་ཡ་བྱེད་ཡོད་ར། དེ་ནང་བཞིན་གྱི་དམྱལ་བ་ལ་ཤི་ཡག་གི་བདེ་ཡག་དགེ་ཡག་གི་ལོ་ཚ་ཡག་ཅིག་ཡ་ན་དེ་རྫུ་ཚ་དེ་ཡང་དགེ་བས་ཀྱི་འབྲས་བུ་རྟགས་ཆེན་པོ་དེ་འདྲ་ཡ་ན་ཡང་བག་མེད་ལ་ཤི་གི་རེད། ཨ་ནི།
དལ་བ་ལ་དུས་ཟ་མ་ནང་གི་དལ་བུ་གི་དལ་དེ་ར།

ཨ། བྱས་ཙྪ་ཏ། དམྱལ་བ་ཡེ་བཟློག་དུད་འགྲོ་ལྷ་རྩེ་རིལ་པོ་ཀླ་ཀློ་ལོ་ལྟ་བྱེད་ལ་སོགས་པ་དེ་འཛིན་གྱི་གླེ་ལས་ཤེས་བདེ་བ་ཡིན་ན། འགའ་ཤས་ལ་བདུད་ལྔ་མྱང་ནས་ཕྱིས་འབྲི་བ་ལ་དེ་ཟས་ཡོད་མ་རེད་ལྷད་ལས་ཡོད་མ་རེད་ཁང་པ་ཡོད་མ་རེད། འགའ་ཤས་ན། སངས་རྒྱས་མ་ཤེས་པའི་གླེ་ལ་དེ་འདྲས་ཤེས་བ་ཡིན་ན་ཡང། ཤེས་ན། ད་གཟོད་དེ་ཟས་ཡོད་པའི་དབང་དུ་བཏང་ན་ཡང་བློ་ལྟོག་གི་གནས་ག་འདྲི་བྱས་ནས་བསྒྲུབ་དགོས་ཀྱི་ཡོད་མེད་དེ་ཤེས་ཀྱི་མ་རེད།

སའི་རྒྱ་མ་ཅི་ཡས་པ་བྱེད། ཚེ་འོང་ཚེ་འོང་བྱེད་རང་ལ་སའི་རྒྱ་མ་ཅི་ཡས་པ་བྱེད། ཧཱུྃ།
ཡིན་ན་ཡང་སའི་བཙོས་ས་ཡོད་མ་རེད་ད་སའི་བེད་སྤྱད་གཏོང་ས་ཡོད་མ་རེད་སའི་དེ་དངུལ་ལ་བརྗེས་ཡོང་ན་ཁ་ལག་ལ་བརྗེས་དོ་ལུག་ལ་བརྗེས་གི་ཐི་ས་ཆ་ཡོད་མ་རེད། ཧཱུྃ།
ཡོད་ཁྱོད་ར་ལ་ཡོད་རེད་ད། ཧཱུྃ། ཨ་ནི་ཁྱེད་རང་ས་རྟུལ་ལུང་རྟུལ་མི་མེད་ལུང་སྟོང་བྱེད་ལ་སའི་རྒྱ་མ་ཅི་ཁུར་ནས་བསྡད་བསྡད་ན་ཡང་ཁྱོད་ར་སའི་རྒྱ་མ་ཅི་ཡོད་རེད་བས་ཟེར་ན། བྱེད་ར་ལ་ཡོད་རེད། ཡིན་ན་ཡང་བསལ་ཏེ་བེད་སྤྱད་བཏང་བྱས། དེའི་གི། འཚོ་བ་བཤད་སྟངས་ཡིན་ན་རེད། དོ་ལུགས་ཡིན་ན་རེད་ཟ་ཡ་འགྲོ་ཐུག་གི་མ་རེད་བ།
དེ་ནང་བཞིན་གི་ད་ལྟའི་གནད་ཀ་ཟེར་ལ་དམྱལ་བ་ལ་ཤེས་ལྡན་ངའི་སེམས་ཅན་དེ་ཚོ་གི་རྒྱུ་ལ་དགེ་བའི་བག་ཆགས་མང་པོ་ཅིག་ཡོད་རེད། ཡིན་ན་ཡང་དེ་ད་ལྟ་བེད་སྤྱད་བཏང་ས་ར་བོ་ཡོད་མ་རེད། མི་དགེ་བའི་འབྲས་བུ་ཤུས། མི་དགེ་བའི་འབྲས་བུ་སྨོས་བཞིན་པ་ཡིན་ཚད་ནི།

ལྔ་བརྒྱ་ཡིན་ན་ག་ཡ་དོན་ཚན་གཅིག་གི་དབུ་ལ་ཡོད་རེད་ཟེར་ནས་གསུང་གི་ཡོད་རེད་བ། ཡིན་ན་ཡང་ད་དེ་འདྲའི་སྤྱི་ལ་དོ་ཡོད་ན་མེད་ན་ད་ལྟའི་ཞི་ར་ཁེ་ལས་ཐོབ་གི་མ་རེད་དེ་ཡིན་ན་ཡང་དམྱལ་བ་ཡས་པ་དེ་ང་ཚོ་ལས་ལྷག་པ་གི་འགྲོ་ཐུབ་གི་རེད་ང་ཚོ་ཚང་མ་ལ་མྱོང་བ་ཡོད་རེད།
ཨང། ལྟ་བ་ཟེར་ངེས་དེ་ག་འདྲི་ཅིག་ཡོད་རེད་བསམ་བློ་གཏང་དགོས་གི་རེད་ལགས་པ་ཡིན་ན། ང་ཚོ་ཚང་མ་ལ་དམུ་ལོག་དམུ་ལོག་གཏང་གི་འདུག་བ།

ཨང། བྱས་ཙང་དེ་འདྲའི་ཡི་གེ་དཀའ་ཟེར་ལ་དམྱལ་བ་དངོས་གནས་དུ་མ་རེད། འབུ་འབུ་འདྲ་བོ་སྲིན་སྐྱེས་འབུ་འདྲ་བོ་དུ་བ་ཆུ་འདྲ་བོ་དུ་ས་སྲིད་ཤེས་ར་ནོ་རྒྱ་དི་དཀའ་ཟེར་ལ་ཁོང་ཚོ། ད་དངོས་གནས་ང་ཚོ་བཤད་བསྡད་ག་དམྱལ་བ་དེ་འདི་འདྲི་འདྲ་གྱི་ཡི་ས་རེད་བསམ་ཚོ་གྱི་ཚོ་གུ་དུ་བ། ཡིན་ན་ཡང་ད་ང་ཚོ་དངོས་གནས་བྱས་ན་ཁོང་ཚོ་དམྱལ་བ་ལ་བཤད་ཡག་མ་རེད་ཁོང་ཚོ་དུད་འགྲོ་གི་རིགས་རེད་བ། འགྲོ་བ་རིས་ཁྲིད་འགྲོ་བ་ཡི་དག་དུད་འགྲོ་ཟེར་ངེས་ཀྱི་ཡོད་བ།

དེ་ག་ནང་བཞིན་གྱི་སེམས་ཅན་ཁོ་རང་གི་ཚེ་རགས་སྔ་མ་མང་པོ་བསླབ་པའི་སེམས་ཅན་གཞན་པ་སོ་བཅས་མང་པོ་བྱས་ནས་སྡིག་པའི་ལས་མང་པོ་ཅིག་བསགས་དེ་ར། ད་ནི་ཁོ་རང་ཉིད་ནས་ལ་རྒྱི་ཅི་ཅིག་འཚོང་གི་ཡོད་རེད་ང་རང་ཚོ་ཉིད་ནས་ལ་རྒྱི་ཅི་གསར་པ་ཅིག་བསགས་གི་ཡོད་རེད་དེ་གཉིས་མཉམ་དུ་ལྡང་ཡོང་དེ་ག་ཟེར་ལ་ནི། ལས་ལས་ཟེར་ན་འདྲ་སེམས་ཅན་སོ་བཅས་པའི་བྱ་བ་དེ་ཡོང་གི་ཡོད་རེད་བ།
དཔེར་ན་རེ་བ་བ་ཆུ་ཁོ་ཚོ་ཡིན་ན་ཡང་སྔས་མ་ལ་མི་ཤེས་ཡོད་རེད་ག་ལ། དེ་ནས་དཔེར་ན་སྐྱེས་ཟེར་རི་དྭགས་འདྲ་བོ་མང་པོ་ཆེ་ལ་ཤེས་དེ་དེ་ཀ་ཟེར་དེ་དེ་ཀ་ཟེར་ལ་སྲོག་བཅད་ཀྱི་ལས་མང་པོ་ཅིག་བྱེད་པ་རེད་བ་སྲོག་བཅད་པའི་བྱ་བ་མང་པོ་ཅིག་བྱེད་པ་རེད་བ།
སྲོག་བཅད་པའི་བྱ་བ་དེའི་འབྲས་བུ་ལ་ག་རེ་ཡོད་ཟེར་ན་སོ་སོ་ཚེ་མཐོའི་བར་དུ་ནད་མང་བ་དེ་འདྲ་ཡོང་གི་རེད་ལ་ར།
ཨང། བྱས་ཙང།
དེ་ནས། དེའི་དབང་གིས་ཁོ་རང་ཚོ་ཚེ་དུས་དུས་ཀྱི་ལས་ཅིག་བསགས་ཚར་བ་བྱས། བ་ཆུ་དེ་ཚོ། ད་ང་ཚོ་ཡང་དེ་ལས་དེ་ནང་བཞིན་གྱི་བ་ཆུ་དེ་ཚོ་བསད་འདི་ག་ཟེར་ལ་ང་ཚོ་ཡང་ལས་གསར་བ་ཅིག་བསགས་གི་ཡོད་རེད། ཨང། ང་ཚོ་ཡོད། ཚེ་ར་རྗེས་མ་ང་ཚོ་སྲོག་བཅད་པའི། འབྲས་བུ་དེ་ལ། ཤི་སྟངས། མི་དགེ་བ་ཅི་རེ་རེ་གི་འབྲས་བུ་དེ་ལ་གཉིས་རེ་གཉིས་རེ་བཤད་གི་ཡོད། སྣང་མེད་ཀྱི་འབྲས་བུ་དང། སྣང་མེད་ཀྱི་འབྲས་བུ་དང་རྗེས་མཐུན་གྱི་འབྲས་བུ་ཟེར་ནས་གཉིས་གཉིས་བཤད་ཀྱི་རེད་བྱས་ཙང། ང་ཚོ། ཨ་གསོ་དཔྱད་ཀྱི་ལས་མང་པོ་བྱས་པ་ཡིན་ན། ཨ་ནི་སོ་སོ་ག་སྲིད་རྗེས་མ་ལ། བདེ་འགྲོ་ལ་ཤེས་པ་ཡིན་ན་ཡང་ཚེ་མཐུན་དུ་དུ་ནད་མང་བ་དེ་འདྲ་ཡོང་གི་རེད། ཨ་ནི་རྗེས་མཐུན་གྱི་འབྲས་བུ་དེ་དུ། ཕ་རོལ་པོ་ཆེ་གསོ་དཔྱད་པ་ཡིན་ན་སོ་སོ་ཡང་གཞན་པ་གི་གསོ་དཔྱད་ཡོང་གི་རེད་བ། ཨོ་དེ་འདྲ་ཞིག་རེད། རེད། གཉིས་ཀ་ལ་དེ་ཡོད།
ཨན་གྱི་ལགས་འདི་ག་རེ་ང་ཚོ་སངས་རྒྱས་མ་བྱོན་པའི་གླིང་ལ་མ་སྐྱེས་པ་ལ་འདུས་སམ་པ་སངས་རྒྱས་ཡིན་གྱི་མིན་གྱི་ང་ཚོ་གི་སངས་རྒྱས་བཅོམ་ལྡན་འདས་ལ་གོ་གི་རེད་ཡང་ན་ལྟ་འདི་མེན་པ་ས་ཆ་ཡོད་ར་ད་ནང་པ་མེན་པའི་ས་ཆ་ཁོ་རང་ཚོ་ལ་ཡང་ཁོ་རང་ཚོ་ལྷ་འགྲོ་ཡོད་ར། ལྟ་དེ་ཚོ་ལས་བརྩི་གི་རེད་ཡང་ན་ག་འདྲ་ཡིན།
རེད་ད་ལྟ་སངས་རྒྱས་མ་ཤེས་པའི་གླིང་དུ་བཤད་པ་སེ་ཏི་ཀ་ས་ལ་ང་ཚོ་ནང་པ་ཞེ་ཞག་བྱེད་ནས་བཤད་ཏི་ཀ་ས་སངས་རྒྱས་སངས་རྒྱས་བཅོམ་ལྡན་འདས་ལྟ་བ། ཨ་ནས་མ་ཕེབས་པའི་གླིང་ལ་བཤད་པ།

ཨོ་བྱས་ཙ་དེ་འདྲའི་ཡིག་ཙ་ནི་ལ། སངས་རྒྱས་བཅོམ་ལྡན་འདས་ད་ལྟ་དེ་སོ་ཅི་བཅོམ་ལྡན་འདས་གཅིག་པོ་ལ་གོ་ན་འགྲིག་མ་རེད་སངས་རྒྱས་ད་པས། སངས་རྒྱས་བཅོམ་ལྡན་འདས་ཀྱི་སྔས་ལ་སོ་ཇའི། ཡས་སུས་ལ་སོགས་པ་སངས་རྒྱས་མང་པོ་ཅིག་ཞུ་ཡ་རེད་མ་འོངས་པ་ལ་རྒྱལ་བ་བྱོན་པ་ལ་སོགས་པའི་སངས་རྒྱས་མང་པོ་ཅིག་བཞེས་ཀྱི་ཡོད་རེད་དེ་ཚོ་གི་ཁྱི། ད་ང་ཚོ་ཕ་ཡིས་ཨ་མ་རྒན་མོ་དེ་ཚོ་ཟེར་གྱི་ཡོད་བ། ཁྱི་དགྲ་རྣག་གིས་མི་ཁོ་ཟ་ཅིག་ལ་མ་ཤེས་བ་ཤོག་ཟེར་གྱི་ཡོད་བ་ཨོ་དེ་འདྲའི་བྱས་ལ་སངས་རྒྱས་མ་བྱན་པའི་ལུས་ལ་བཤད
པ།

ཨ་ནི་ཁ་ནི་ཁ་མིག་ང་ཚོ་མཁའ། བཟོ་དྲི་དི་ཀ་ཟེར་མཁའ་དེ་ནི་ཡོ་བ་དེ་འདྲི་གི་ཆུན་ཆུན། པའི་གྲ་གུ་ཆེན་པོ་དེ་འདྲི་ཡོ་རེད་ཟེར། བྱས་ཙ་དེ་འདྲི་ཀ་ཟེ་ག་ཟེ་ཟས་རྙེད་ཡ་དེ་ཡོ་སྐན་པོ་ཆག་གི་ཡ་རེད་ག་ཟེ་རྙེད་པའི་དབང་དུ་བཏང་ན་ཡོ་དེ་མུ་པ་ན་ན་འགྲོ་གི་མ་རེད། བྱས་ཙ་ཁོ་རང་ལས་ཀྱི་དབང་གི་ད་སྡུག་བསྔལ་དེ་འདྲི་ཅིག་མྱོང་བསྡད་གི་བ་དེ། ད་ཁོ་རང་ཐུན་མོང་མ་ཡིན་པ་ཡེ་དོག་གི། ཡེ་དོག་ལ་བཀྲི་སྐོང་གི་སྡུག་བསྔལ་ཟེར་གི་དེ། ད་དངོས་གནས་ཡས་ཆོག་གི་ཡོད་ས་རེད།

ཨེ། འོ་དེ་ནང་བཞིན་གྱི་ཡི་དྭགས་དེ་ལ་གཡོ་སྣ་ཁྲག་ལ་སོགས་པ། སྤྱང་ཕྱུར་ལུང་བཤད་དེ་བགྱི་བ་ད་གིན་ཁྱེད་རང་གིས་ལ་ཡ་དེ་སྔོན་མ་ལོ་རྒྱུས་དེ་འདྲ་ཡོད་རེད་ད། ཨ་ནི་ཡི་དྭགས། ཕོ་གཅིག་ཏུ་ཡི་དྭགས་མོ་གཅིག་བྱས་ཡི་དྭགས། མོ་དེ་ལ། ཉིན་མོ་པགས་ཁྲུས་མཚན་མོ་པགས་ཁྲུས་བཤད་གི་ཡོད་རེད། ཡིན་ན་ཡང། ཨ་ནི་ཕོ་དེ་དེ་ཚོ་གི་ཆེད་ལྟ།

ད་ངས་དྲི་བ་ཏོག་ཏོག་དེ་ག་རེ་ལབ་ཡིན་ན། ད་སྤྱིར་བཏང་ང་ཚོ་རེག་ལབ་ཡིན་ན་དུས་རྒྱུན་ཡིན་ན་ང་ཚོ་གུས་མོས་ཀྱི་ལྟ་སྟངས་དང་སོ་སོའི་ཀྱི་སྐྱེ་བ་སྔོན་མའི་ཀྱི་ཡང་ནི་ལས་ལས་ཀ་བྱེད་སྟངས་ཀྱི་དེ་སྐྱེས་ཆོག་གི་ར་དཔེར་ན། ཕྱི་ཡིན་ན་ཁྱིམ་ཚང་ཡག་བ་ཀྱི་ཕྱི་དེ་འདྲའི་སྐྱེས་ཆོག་གི་ར་དེ་ཙམ་རེད། ངས་སྤྱིར་བཏང་གི་དུད་འགྲོ་འདྲ་བོ་ཅིག་ཡིན་ན་དེ་ལ་ཡང་ནི་ཅིག་ཡག་ཐོག་འདྲ་བོ་ཡོད་རེད།

ཟླ་བ་བརྒྱད་ཚོང་ཡོད་རེད་ག་རེ་བྱས་ནས་ཟེར་ན། ཆོས་དམྱལ་བ་ལ་ནི་བཤད་མི་འདོད་ཨཱ། དེ་གི་ཆ་ནས་ད་བ་བརྒྱད་བྱས་ཟེར། ཡི་དྭགས་ལ་ནི་བཤད་མི་འདོད་དུད་འགྲོ་ལ་ནི་བཤད་མི་འདོད་ལྷ་ཚེ་རིང་པོ་ལ་ནི་བཤད་མི་འདོད། ལ་སོགས་པའི་གི་ཁྱེད་རང་དེ་རེ་རེ་བཞིན་དུ་བཤད་མེད་པ་ཡིད་རྩ་ནས་ཁྱེད་རང་ལ། ཨཱ་ནི་ད་བ་བརྒྱད་ཚོང་ཡོད་རེད་ལ་བོ་རེད། ད་དེ་ཡིན་དུས་དེང་སང་ང་ཚོ་དཔེ་ན་མི་འདྲ་བོ་ཅིག་ལ་ཆ་འཚོང་བ་ཡིན་ན། ཡི་དྭགས་ཀྱི་ཨ་ནི་ཀྱི། དཔེར་ན་ཡི་དྭགས་ལ་སེར་སྣ་ཡོད་རག་གི་ལ། རེ་བ། ཨོ།
ཨ་ནི་མི་འདྲ་བོ་དེང་སང་སེར་སྣ་ཡོང་མཁན་མང་པོ་འདུག་ཨ་ནི་ཡི་དྭགས་དང་འདྲ་བ་ར།
ཡི་དྭགས་ལ་ཤའི་ཉེན་ཁ་ཡོད་ར་བདག་རྗེས་མ་ཡང་བཟའ་ཚར་བས་སེར་སྣ་ཞེ་ར་བཟའ་ཡོད་མ་རེད། ང་ཚོ་དང་མི་རིགས་དང། ཁ་ཁྱིའི་མི་དང་ང་ཚོ་དུད་འགྲོ་གཅིག་པ་གཅིག་ཆ་རེད་འདུག་ལ་སྐད་ཆ་བཤད་གི་འདུག་དུད་འགྲོའི་ལས་ཀ་འདྲ་བོ་བྱེད་གི་ཡོད་པ་སོང་ཙང་ཨ་ནི་དེ་ཡང་ཁྱད་པར་འདྲ་ཡོད་རེད།

དེ་ནས་ལྷ་ཚེ་རིན་པོ་ཆེ་ངས་ཅི་ཡོད་རེད་ལྷ་ཚེ་རིན་པོ་ཆེ་ཆེ་བ་ཡིན་ན་དཔལ་ད་བསྡུ་ང་རྩ་ནས་ཡོང་མ་རེད་ལ་རེད། ཚེ་དེ་རིང་བྱུང་ངེས་མ་རེད། བསྡུ་ང་རྩ་ནས་མེད་བ་བཅས་ཚེ་རིན་པོ་ཞེ་བོ་བྱས། དེ་ནས་རྣོ་ཡིག་གི་དབང་གིས་ཤོར་འགྲོ་གི་བ་རེད་ལ་ད། ཕྱིས་བཟོ་ཡ་དང་ལས་བཟང་པོ་བྱེད་ཡ་དང་དེ་འདྲ་གོ་སྐབས་བྱས་ནས་གོ་སྐབས་ཚང་མ་ཤོར་འགྲོ་གི་རེད་དེ་ནས་མ་ཤི་ཁ་ལ་ཁ་དེ་ལ། ཨ་ནི་ཁོ་རང་ཚོའི་ངས་བཤད་གི་ལྟ་ཡོང་འདི་ག་ཟེར་ལ། ད། ངེད་མི་ལས་བཟང་པོ་བྱེད་བ་དེ་ནི་རྫོགས།

ཨ་ནེ་ལོ་ལྟ་བྱེད་མ་ར་སངས་རྒྱས་སིང་ངེ་དེ་ཡོག་མ་ར་སངས་རྒྱས་ཤ་བསྟན་པ་པོ་ཁྱི་ཤ་གཉིས་རྒན་དུ་ཤ་སྒྲུབ་པའི་ཟླ་དྲུག་ཟེར་གི་བ་ར་བ་བྱས་ཚ་ང་ཚོ་ལས་བཟང་པོ་ཅིག་ཤ་འབྲས་བུ་བཟང་པོ་ཅིག་ཡོང་གི་ཡོག་པ་དེ་ང་ཚོ་དཔེ་མང་པོ་ཅིག་ཡོག་ར་བ་མི་བཟང་པོ་ཅིག་ཤ་བ་ཡིན་ན་མི་ཚང་མས་གི་བརྩི་མཐོ་བྱེད་ཡག་གི་ཁོ་རོ་མི་ཚེའི་ནོར་ལུག་ལ་ཡག་པོ་ཅིག་ཆགས་གི་ཡོག་པ་དེ་ཚོ་ཁས་ལེན་གི་ར་བ་དེའི་རྩ་ཡིག་རྩ་ནི་ལོ་ལྟ་བྱེད་མ་ཡིན་པ།

མེད་པ་ཡིན་ན། ཨ་ནི། དེ་མེད་པའི་དབང་གིས་བློ་དོར་གྱི་གནས་ག་འདྲི་བྱེད་དགེ་ཤིང་གི་མ་རེད་བ། དཔེར་ན་ང་ཚོ་ས་ཆ་གཞན་པ་གཅིག་ལ་འགྲོ་དགོས་ཀྱི་ཡོད་ན། ད་ནོར་འགྲོ་ཉུང་མཁན་གྱི་མི་གཅིག་ལ་སྐད་ཆ་མ་དྲིས་ན་ཤིང་གི་མ་རེད་བ། དེ་ག་ནང་བཞིན་གྱི་ང་ཚོ་སྔ་ཕྱི་ནས་འགྲོ་མི་ཉུང་གི་གི་ཐ་བའི་གླིང་ལ་ཡང་འགྲོ་དགོས་ཀྱི་ཡོད་ན། ཨ་ནི་ལམ་སྟོན་མཁན་གྱི་གསང་ཆེན་འདྲ་བོ་གཅིག་མེད་ན།

བྱས་ཙྪ་ལན་མཐའ་མ་ལ་ལྷུན་པ་རེད། ད་ལན་མཐའ་མ་ལྷུང་བ་ཟེར་ན། དེ་མ་ཡིན་པ། ཨོ། ཨོ། དེ་མ་ཡིན་པ། ཨ་ནི་ང་ཚོ་ཕྱི་དྲུག་ན་མཚམས་འཚོ་ལ་ལས་ཀ་མང་པོ་བྱས་ཡིན་ན་ཡང། ཕྱི་ཚེས་ཉེར་བཞི་རྩ་བཞི་འགོ་བདུན་ཕྲག་གཅིག་གི་ནང་ལུགས་ལ་དཔེ། ཉི་མ་འདི་ག་ལ་དཔེ།

འབྲེལ་མེད་དགའ་བ། ཨེ་ནས་སངས་རྒྱས་ཀྱི་ལྟས་དུ་མས་པས་ཕས་མེད་པའི་གནས་དང་མུན་པའི་དགའ་བ་གཟིགས་འོ། བྱས་ཙང་མུན་པའི་དགའ་བ་ཅི་ལ་ཤེས་དེ་ཡན་ན་ཡང་ཤེས་དེ་ན་སོ་སོ་ལ་མི་གཉེར་དབྱེ་ཞིག་དབང་པོ་ཚང་དེ་ཚོ་ཁྱེད་ཀྱིས་གཞན་པ་ཚོང་ན་ཡང་སངས་རྒྱས་མེད་པ་ཡིན་ཚ་ནས་བློང་རྟོག་གི་གནས་ཤིང་གི་མ་རེད།

གསང་ཆེན་འཇིག་རྟེན་དང་བྱམས་པར་བྱེད་དེ་ཕྱིས་བསྲུང་བར་བྱེད་བསྟན་པ་གནས་བར་བྱེད་རང་ཉིད་དེའི་རྗེས་སུ་འཇུག་ག་བྱེད་ན་ཡང་རང་ཉིད་ལ་གཉིས་བརྩེ་བའི་དབང་གིས། གཞན་དགེ་བའི་བཤེས་གཉེན་ལ་སོགས་པ་དང་རང་ཉིད་ཀྱི་གྲོགས་གྲོགས་མོ་ལ་སོགས་པ་དང་དུ་ཚོགས་ཀྱིས་སོ་སོ་ལ་གཉིས་བརྩེ་བ་བྱས་ནས་བླང་དོར་གྱི་གནས་སོ་སོ་ལ་འགྲེལ་བཤད་མ་སྦྱར་ན་ཡང་ཕན་ཐོགས་ཅི་ཡོད་མ་ར། ཨོ་བྱས་ཙང་དེ་འདྲའི་ཚང་གོ་རེ་ལ་བ་རེ།